ད་ཐེངས་སོ་ང་ཚོས་དྲ་ལམ་བརྒྱུད་ནས་བོད་ནང་གི་གནས་ཚུལ་མང་པོ་ཅི་ཧ་གོ་ཐུབ་ཀྱི་ཡོད་ར། ཨོ་དེ་འདྲ་ཡིན་པ་ཡིན་ཙང་ད་ད་ལྟའི་བོད་ནང་གི་གནས་སྟངས་ནི་ང་རང་གི་མཐོང་ཐོས་ཀྱི་ནང་ལོགས་ལ་ནི་ག་འདྲ་རེད་བོ་ཅིག་ཚོར་གྱི་ཡོད་མེད་དེ་འདྲའི་ཐོག་ལ་སྐད་ཆ་ཅིག་བཤད་དགོས་བསམ་སོང་ཅིག་དྲན་སོང། ད་ད་ལྟ་བོད་ནང་ལོགས་ལ་ང་ཚོ་དྲ་ཐོག་ནས་འདུག་སྟབས་བདེ་བའི་སྐབས་ལ། ད་ཁྱིམ་མཚར་དྲག་ཤོས་ཀྱི་གནས་སྟངས་གཅིག་དེ་སྐད་ཡིག་གི་གནས་སྟངས་དེ་ཆགས་ཀྱི་ཡོད་པ་དེ་གསལ་བོ་ཆགས་བསྡད་ཀྱི་འདུག་བ། ད་གཅིག་ནི་རྒྱ་ནག་གཞུང་གིས་ད་ལྟ་བུ་ཕྲུག་ས་ཡ་གཅིག་ལྷག་ཅིག་ནི་སྐྱ་དུག་སློབ་གྲྭ་ནང་ལ་བཞག་རྗེས་ཨ་ནི་དེ་ཚོ་སོ་སོ་ཁྱིམ་ཚང་དང་ནང་མོ་དང་པ་ལགས་དམར་མི་ཕུག་ཡ་ལ་ལོ་གཅིག་ལ་ཨ་ནི་ཉི་མ་གཅིག་གཉིས་མ་གཏོགས་མེད་པ་བྱས་ནས་རྒན་པ་ཁུལ་ཚོ་ཡོངས་རྫོགས་ནི་རྒྱ་མིའི་སྐྱ་དུག་སློབ་གྲྭ་ནང་ལ་བཞག་རྗེས་ད་རྒྱ་ནག་དམར་ཤོག་ཚོགས་པའི་མི་དེ་མ་འོངས་པ་ན་ག་འདྲི་འབྱུང་དགོས་ཟེར་སེམས་པའི་འཁུན་རྩོད་རེ་བ་དང་དམུགས་ཡུལ་ག་རེ་ཡོད་པ་དེ་གྱུར་ཚང་ཐོག་ནས་ནི་སློབ་གསོ་སྤྲད་རྗེས། ཨ་ནི་བོད་མདོའི་ཁམས་གསུམ་གྱི་ས་ཆ་ཡོངས་རྫོགས་ལ་གོང་ལྟར་ཨ་ནི། བོད་ཀྱི་ས་ཡ་གཅིག་ལྷག་ཅིག་ནི་སྐྱ་རྡོ་སློབ་གྲྭའི་ནང་ལ་བཞག་བཞག་ཡོད་པ་དེ་ནི་སྟོང་གཅིག་ཆགས་ཀྱི་འདུག་ཨ། ད་ནི་སྟོང་གཞན་པ་དེ་ཨ་ནི་ད་ད་ལྟ་རྒྱ་ནག་གི་བོད་ནང་ལོགས་ལ་ཨ་ནི། སྤྱི་སྐད་དར་སྤེལ་གཏོང་དགོས་རེད་སྤྱི་སྐད་ཀྱི་སློབ་གསོ་དེ་ཤུགས་ཆེར་གཏོང་དགོས་རེད།

ལི་ཁོང་རེ་ག་བ་ལ་སོང་བ་ཡིན་ན་ད་རྒྱ་སྐད་མ་གཏོགས་འདི་བེད་སྤྱོད་གཏོང་ས་མེད་དེ་གཉིས་སྟོང་ཆ། གཉིས་པ་དེ་ང་ཚོ་བོད་པ་ཕན་ཚུན་གྱི་བར་ལ་སྐད་ཆ་བཤད་པའི་སྐབས་ལ་ད་མང་པོ་གཅིག་གིས་གོང་ཐུབ་ཐུབ་ཀྱི་རྒྱ་སྐད་རྒྱག་ཁ་ཆེ། ཨ་ནི་ད་བོད་ཀྱི་གཅིག་སེམས་ཤུགས་ཡོད་མཁན་དང་ད་གཅིག་བོད་ཀྱི་རིག་གཞུང་དང་སོ་སོའི་སྐད་ཡིག་ལ་དེ་གཅིག་དོ་སྣང་ཡོད་མཁན་སོ་སོའི་སྐད་ཡིག་ཉམས་སོང་ན་འགྲིག་གི་མི་འདུག་བསམ་མཁན་ཚོར་བ་ཡོད་མཁན་དེ་ཚོ་གིས་ཨ་ནི་ང་ཚོ་ཚོགས་མིས་བོད་སྐད་རྒྱབ་དགོས་རེད་བོད་ཀྱི་སྐད་ཡིག་སྤེལ་གལ་ཆེན་པོ་རེད། ཨ་ནི་ཁྱོད་རང་གི་རྒྱ་སྐད་རྒྱག་ཡ་ཡོད་མ་རེད་བོད་སྐད་རྒྱབ་དགོས་རེད་ཟེར་ནས་སྐད་ཆ་བཤད་དགོས་ན་བལྟས་ཚེ་ཁག་པོ་ཡིན་པ་གཉིས་སྟོང། ད་དེ་འགྲིག། གཅིག་དེ་འགྲིག་གཉིས་སྟོང་གཅིག་སླེབས་པ་ཡིན་ན་ལམ་སང་སེམས་ནང་ལ་ཡང་གཅིག་ཆབ་སྲིད་ཀྱི་གཅིག་འགལ་ཟླ་འགྲོ་བ་གཅིག་དང་གཅིག་ཆབ་སྲིད་ཀྱི་རྩོད་རྙོག་གཅིག་ནང་ལ་སོ་སོ་ལྷུང་གི་ཡོད་པ་དང་དེ་གིས་སོ་སོ་ལ་མི་ཚེ་གི་ནང་ལོག་མདུན་ལམ་ཐོག་ལ་དཀའ་ངལ་བཟོ་ཡོང་གི་རེད་བསམ་ཡང་གི་འཇིགས་སྣང་གི་ཁོར་ཡུག་དེ་འདྲའི་ཆེན་པོ་གཅིག་བཟོ་ཚར་འདུག་བ། དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་གཅིག་སྐད་ཡིག་ལ་དུང་ཞེན་དང་དགའ་བ་ཡོད་མཁན་དེ་ཚོ་ཡིན་པ་ཡིན་ན་ཡང་ཨ་ནི་ང་ཚོ་ཚང་མས་བོད་སྐད་ཀྱི་ཐོག་ལ་ཤུགས་རྒྱག་དགོས་རུང་བོད་ཡིག་གཅིག་ཁྱད་དགོས་རེད་གཉིས་ཁྱད་དགོས་རེད་ཟེར་ནས་སྐད་ཆ་བཤད་དགོས་པ་ཡིན་པ་ཡིན་ན་ཡང་ཨ་ནི་སྐད་ཆ་བཤད་ས་གི་ཁོར་ཡུག་དེ་ཁག་པོ་ཡོད་པ་ལས་སླ་བོ་མེད་རྒྱུ། དེ་འགྲིག་གི་འཁོར་ཡུག་བཟོས་བཞག་ཡོད་པ། ད་ག་ནོ་ཞིག་ད་ལོ་ཆུང་ཆུང་མང་ཆེ་བ་ད་ང་ཚོའི་ཐ་ན་ང་ཚོའི་དགྲ་གྲོང་གསེབ་འབྲོག་ཁར་ས་ཁུག་ལུང་ཁུག་ས་ཆ་དེ་ཚོ་ལ་ཡིན་པ་ཡིན་ན་ཡང། ནི་སྤུ་གི་ཆུང་ཆུང་དེ་ཚོ་ཕར་ཚེ་གཅིག་གཅིག་ལ། རྒྱ་སྐད་ཅོང་ཆུང་བརྒྱབ་ནས་སྐད་ཆ་བཤད་ཡ་མ་གཏོགས་བོད་སྐད་བརྒྱབ་ནས་སྐད་ཆ་བཤད་གི་མེད་པ། དེ་ཡང་ཁུ་ཚུར་གཅིག་རྒྱ་སྐད་ཀྱི་ལམ་ནས་ཕན་ཚུན་སྐད་ཆ་བཤད་དེ་ཡིན་པ་ཡིན་ནའང་དཔེ་ལེ་ལྷ་བོ་སྟབས་བདེ་བོ་གཅིག་རྒྱ་སྐད་བདེན་མདོག་ཁོ་བོས་ཞེའུ་བརྒྱབ་བསྡད་མཁན། ད་དེ་འདྲའི་གི་ནི། འཁོར་ཡུག་གཉིས་སྟོང་དེ་ཞེའུ་གཅིག་ད་རྫ་དྲག་པོ་ཆགས་བསྡད་ཡོད་པ་དེ་འདྲའི་གཅིག་ཆགས་བསྡད་ཀྱི་འདུག་བ། ད་ད་ད་བོུ་ནོང་ལོག་ལ་ཅིག་བོུ་གས་རྒྱག་མཁན་དེ་ཚོ་ཡིན་པ་ཡིན་ན་ད་ས་ཁུལ་ལོང་ཁུག་ད་ཅིག་འབྲོག་པ་གི་ས་ཆ་ད་ཅིག་དེ་འདྲིག་ད་ས་ཆ་གི་རིག་མི་དེ་ཚོ་ཡིན་པ་ཡིན་ད་ད་མ་འོངས་པ་ན་ད་ལོ་གཅིག་ཉེར་བཞི་སུམ་ཅུ་བརྒྱ་བཅུ་གི་རྗེས་ལ་ཨ་ནི་ད་ལྟའི་རྒྱ་ནག་གི་ད་སློབ་གྲྭར་འགྲོ་མཁན་ད་ལྟ་རྒྱ་ནག་གི་སྐྱ་དུག་སློབ་གྲྭ་ནང་ལ་ཡོད་མཁན་དེ་ཚོའི་རིགས་ཆེན་པོ་ད་སྤྱི་ཚོགས་ཀྱི་སྣེ་ཁྲིད་མཁན་སྤྱི་ཚོགས་ཀྱི་འགན་འཁུར་མཁན་ཨ་ནི་དེ་ཚོ་ཆགས་ཀྱི་ཡོད་པ་ཆེ་གཉིས་པ་དེ། ཁོ་ཚོ་སྤྱི་ཚོགས་ནང་དུ་མང་ཅིག་སླེབས་ཡོང་དུས་བརྩམས་པ་ལ་ཁོ་ཚོ་ལ་ང་ཚོ་གཅིག་བོད་ཀྱི་ཆོས་དུང་སྒྲུབ་སྐྱོང་གི་བསམ་བློ་གཅིག་རྩ་བ་ཉིད་ནས་མེད་པ་བྱས་ནས་ཨ་ནི་དེ་ཚོ་གི་ད་མ་འོངས་པ་ན་ཨ་ནི་གཅིག་ད་ལྟའི་བོད་ཀྱི་སྐད་ཡིག་དང་གཅིག་རུས་སྐྱོང་དང་དེ་འབྲེལ་གྱི་གཅིག་ཕྱག་ཚིལ་བལྟས་ཚེ་ཡོད་མཁན་དེ་འབྲེལ་གྱི་བྲོ་བ་བྲོ་བ་འདྲ་བོ་བལྟས་ཚེ་ཆུ་འཇོག་ཅིག་ཡོད་མཁན་མི་དེ་ཚོ་ལས་ཡིན་པ་ཡིན་ན་ཡང་མ་འོངས་པ་ན་ད་ཁོ་ཚོ་གཅིག་གྲངས་ཉུང་ཆགས་པ་དང་གནོད་ཤུགས་ཆེན་པོ་ཆགས་རྗེས་ཨ་ནི་སོ་སོ་གི་སྐད་ཡིག་དང་རུས་སྐྱོང་ག་རེ་ཤེས་པ་དེ་བེད་སྤྱོད་གཏོང་ས་ཀྱི་ཁོར་ཡུག་མེད་པ། སྟོང་བ་ཡིན་ན། སྟོང་བསགས་ཀྱི་རྟགས་ཀ་ལ་བོར་ཁོར་ཡུག་དེ་ལ་གནོད་ཤུགས་དང་སུན་གཙེར་ཤུགས་ཆེན་པོ་ཡོད་པ་དེ་འདྲིག་གི་རྟགས། ལམ་ཁ་ཅིག་ལ་ཡར་བར་དལ་གྱི་ཡོད་པ་དེ་གསར་བོ་ཞིག་རེད་འདུག་བ། ཐུགས་རྗེ་བརྩམས་པ་ལགས། ང་ཚོ་བོད་ནང་ལོགས་ལ་རྟ་སྐད་ཡིག་གི་ནི་སྟོང་ཕུག་རྟ་མཛའ་དྲག་ཤུལ་ནང་གི་རྟ་མཛའ་དྲག་ཤུལ་ཨོང་སྟོང་པོ་དེ་ཆགས་དེ་ཡོད་པ་དེ་གསལ་བོ་རེད་ཤག། ད་དེ་ནི་གཉིས་པ་དེ་ཡིན་པ་ཡིན་ན། ང་ཚོ་ཆོས་ལུགས་ཀྱི་ཐོག་ལ་རྟ་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་ཀྱི་ཡོད་པ་དེ་གསལ་བོ་རེད་ཤག། ད་བོད་ནང་ལོགས་དཔེར་ན་སྔས་མ་འགྲོ་བ་ཡིན་པ་ཡིན་ན། འབྱུང་དགུ་ཆུའི་ཚོགས་ཡ་གཅིག་དེ་འདྲ་གི་འགྲོ་ལོངས་ཆེན་པོ་ཚོགས་ཡ། ཨ་ནི། བླ་མ་དུས་སུ་སོང་ཆུས་སོང་ཡ་དེ་ནི་བླ་མ་དུས་སུ་ཡིན་པ་ཡིན་ནའང་གཅིག་ས་ཁར་གཅིག་གི་བླ་མ་ཡིན་ན་ས་ཁར་གཞན་པ་ལ་ཕ་ཕེབས་ཀྱིས་ཀྱིས་དབོན་ལོང་མན་ངག་རིམ་པ་ལ་སོགས་པ། སོང་ཡ་ག་རེ་ཡིན་པ་ཡིན་ནའི་ཁོ་ལམ་ཁ་མང་པོ་ཡོད་རེད་བ་ཡིན་པ་ཡིན་ནའོ་ད་དེང་སང་མང་པོ་ཆེ་བ་ད། སོ་སོའི་ཕ་ཡར་དགོན་པར་ག་བ་ཡིན་པ་ཡིན་ན་བླ་མ་དེ་དག་རང་ལ་ཕ་བཞུགས་དེ་ཡང་མ་གཏོགས་པའི་དེ་ལས་ཁྱབ་པའི་ཨ་ནི་མཛད་འཕྲིན་ཅུང་མི་ཆོག་བ་དང། ཕྱོགས་གཞན་པའི་གཅིག་མི་ཏེ་ར་སི་ལ་འཛོམས་ནས་གཅིག་ཆུ་བྱས་ལ་སོགས་པ་དེ་འདྲའི་ཐོག་ལ་ཡིན་ན་ཡང་བཀག་འགོག་དང་དམ་དྲག་ཧ་ལས་པ་ཡོད་བསྡད་པ་བས་ད་དེ་འདྲའི་གི་ནས་ཐོང་ཆགས་གི་འདུག་བ་དེ་གཅིག་བརྩམས་པ་ལ་གཅིག་དེ་རེད་ད་གཉིས་པ་དེ་ང་ཚོ་བོད་པ་གི་ནང་ལོགས་ལ་ཆ་བཞག་པ་ཡིན་ན་ཡང་ཨ་ནེ་ཆོས་ལུགས་ལ་དགག་པ་རྒྱག་མཁན་ཆོས་ལུགས་ལ་མི་དགའ་མཁན་གཅིག་ཆོས་ལུགས་ཀྱི་གཅིག་འཇོན་མི་འདུག་ཆོས་ལུགས་ཀྱི་གཅིག་འགྲིག་མི་འདུག་ཟེར་ནས་དཔེ་གཅིག་ད་ཆོས་ལུགས་ལ་སྡོང་གཟུགས་ད་ལ་ནང་བཞིན་གྱི་ཆོས་པ་ལ་སྡོང་གཟུགས།

བོད་རང་སྐྱོང་ལྗོངས་ཟེར་བ་དེ་བཙུགས་ནས་ད་ལོ་དྲུག་ཅུ་འཁོར་རེད་ཟེར་ནས་ནི་རྟེན་འབྲེལ་གྱི་མཛད་སྒོ་དེ་འདྲས་བྱས་ནས་ད་དེ་ལ་རྒྱ་ནག་གི་དགྲ་བོ་མགོ་དཔོན་ཨ་ནེ་ཞི་ཅིན་ཕེན་སླེབས་ད་ག་ནང་སྐྱོན་གྱི་རྒྱ་ནག་དབུས་གཞུང་གི་ད་ཆབ་སྲིད་ཀྱི་མི་སྣ་མཐོན་པོ་དེ་འདྲ་མང་པོ་སླེབས་འདུག་ད་དེ་སྐབས་ལ་ཡིན་པ་ཡིན་ན་ཨ་ནེ་སྐྱིད་སྡོང་གི་པན་ཆེན་རྒྱལ་མཚན་ནོར་བུ་དེ་ད་རྒྱ་མི་ཁོ་རང་ཚོས་ཀུན་སྤྱོད་བྱས་པའི་པན་ཆེན་རེད་བ་ཡིན་པ་ཡིན་ནའང་དེ་ཅིག་མི་མང་ནང་ལ་སྐབས་དེ་དུས་ཅིག་གཏམ་བཤད་བྱེད་ཡག་དང་ཅིག་མཛད་སྒོ་ཁོ་རང་རང་གི་ཐོག་ལས་ཅིག་ཆེ་མཐོང་ལྡན་པའི་མི་སྣ་ག་གྲགས་ལས

ད་དེ་ནི་ད་ང་ཚོ་གོང་ས་མཆོག་གིས་ད་མ་འོངས་པའི་སྐྱིད་ཡོང་སྲིད་དེ་ཡིན་པ་ཡིན་ན་ཡང་ད་རྒྱ་ནག་གཞུང་གི་ངོས་འཛིན་བྱེད་ཀྱི་ཡིན་ཟིན་ད་ཁོ་རང་ཚུགས་པས་ཁོ་རང་ས་གྲགས་གནམ་གྲགས་བྱས་ནས་ས་སྔ་མ་ནས་ལབ་དགོས་རེད་དེང་སང་ཡིན་པ་ཡིན་ན་ད་ཤུགས་ཆེ་རེད་དང་དེ་གི་བེད་པོ་ནང་ལ་ཡིན་པ་ཡིན་ན་ཟབ་སྦྱོང་ལ་ཚོགས་པ་འཚོགས་ནས་ཚོགས་འདི་ག་ཚེད་ག་དུས་ཡིན་པ་ཡིན་ནའང་ཅིག་ཆོས་ལུགས་དང་འབྲེལ་བའི་ཚོགས་འདི་ག་བ་ཡིན་པ་ཡིན་ནའང་མ་འོངས་པ་ན་ཡོང་སྲིད་ང་ཚོས་བདག་པོ་རྒྱག་དགོས་རེད་ང་ཚོས་དེ་ཅིག་བྱེད་དགོས་ལ་ནི་ད་ལྟ་ནས་བེད་དེ་ལམ་ཁ་འགྲོ་མ་སོང་ན་ཚང་མ་བཟོད་ཅེས་གང་ལྟར་མ་འོངས་པ་ན་ཆོས་ལུགས་ཀྱི་ཐོག་ལ་ཆོས་ཕྱོགས་གཅིག་ནས་ཆོས་ལུགས་ཀྱི་ནུས་པ་ཉམས་མི་གཏོང་ཡ། ཕྱོགས་གཉིས་ནི་ཆོས་ལུགས་ཀྱི་ཚོང་མདོང་ཙམ་གྱི་མི་སྣ་མི་སྣ་བདག་སྐྱོང་བྱེད་ཡ་དང་དེ་གི་ལ་ནི་གཙོ་བོ་དག་ཁོ་རང་ཚོས་ཀྱི་ཤུགས་རྒྱབ་ཀྱི་ནི་ལས་ཀ་བྱེད་ཡ་ཨ་ནི་དེ་དེ་གི་དེ་གི་དེ་ད་ག་ལོ་བར་ད་བོད་ནང་ལ་ཡིན་པ་ཡིན་ན་དཀའ་ངལ་ཆེན་པོ་ཅིག་ཆགས་ཀྱི་འདུག་ད་དེ་ནི་དེ་ལས་ད་གཞན་ནང་ཚ་བ་ཟེར་ན་ནི་དཀའ་ངལ་ཆེན་པོ་ཅིག་དེ་ངའི་བསམ་པ་ཡིན་ན་ག་རེ་རེད་བཤད་ཟེར་ན། ད་དེང་སང་བོད་ནང་ལ་གཞོན་སྐྱེས་ཆུང་ཆུང་ད་ལོ་ཆུང་མ་རིགས་མང་པོ་ཞིག་ཅིག་ད་རྒྱ་ནག་གཞུང་གི་ལྷུག་སོ་ད་དེ་འདྲི་གི་འོག་ནས་ད་ང་ཚོ་མི་རྒན་པ་དུ་ཚོད་ཀྱིས་ཅིག་སྐྱབས་མགོན་རིན་པོ་ཆེ་ད་ཅིག་རྒྱལ་བ་རིན་པོ་ཆེ་ད་ཅིག་ང་ཚོ་བོད་མི་རིགས་ལ་དཀའ་ངལ་འདི་འདྲི་འདི་འདྲི་བྱུང་ཡོད་པ་དཀའ་ངལ་འདི་འདྲི་འདི་འདྲི་སྔས་མ་བྱུང་ཡོད་པ་ད་ལྟ་ཡིན་པ་ཡིན་ནའང་སོ་སོ་དཀའ་ངལ་ག་རེ་ཡོད་པ་དེ་ཕ་མ་གི་ཡིན་པ་ཡིན་ནའང་མི་རྒན་པ་གི་ཡིན་པ་ཡིན་ནའང་མི་རྒན་པ་དུ་སོ་སོས་སྤུ་གི་ལ་མ་ལབ་ཐབས་ཡ་ཁག་པོ་ཞིག་ཅིག་ཁོར་ཡུག་བཟོ་ཚར་འདུག་བ་དེ་ཅིག་ཙམ་པ་ལ་ད་དེང་སང་བོད་ནང་ལ་མི་ཆུང་ཆུང་ད་ཅིག་སྤུ་གི་དུ་ཚོད་རྒྱལ་པོ་རྒྱ་ནག་གི་རྒྱལ་པོ་རིམ་གཅིག་སྐུ་པར་བཤམ་གཅིག་གི་ཡོད་མ་རེད་ད་ད་འདྲ་ཅིག་མཚན་ཙམ་ཡང་བཟུང་མེད་ཅིག་ཕག་ཚ་ཅིག་ཅིག་ལ་ཨ་ནི་གོ་བརྡ་སྤྲད་ཡ་དེ་འགྲིག་ཐོག་ལ་ཡིན་པ་ཡིན་ནོ་དམ་དྲག་དང་སུན་གཙེར་དང་སྤེལ་ཅིག་ཅིག་ལ་ཕན་ཚ་ཡིད་མ་ཆེས་པའི་འཇིགས་མཐོང་གི་ཁོར་ཡུག་དེ་འདྲིག་གི་བཟོ་འཚལ་བ་ཞིག་ལ་ད་ལོ་ཆུང་ཆུང་མོ་པོ་ཅིག་ད་རྒྱལ་པོ་རིམ་གཅིག་ཟེར་ན་ད་ལྷ་མོ་སྐུ་བའི་དང་གོང་ད་གནས་ཚུལ་དེ་འདྲིག་ཅིག་ནོར་བླུག་འགྲོ་ཡོད་རེད། དེ་ཡིན་པ་ཡིན་ཚ་ད་ང་ཚོ་པས་འཇིགས་མཐོང་ཆེན་པོ་ཅིག་རེད་འདུག་བཞི་པ་དེ་ཡིན་པ་ཡིན་ན་རྒྱ་ནག་གཞུང་གི་བོད་ཀྱི་ལོ་རྒྱུས་མིང་ས་ཆ་གི་མིང་ཁོར་ཡུག་དབྱངས་གསལ་རྫོགས་པ་དེ། དཔལ་དུ་འཁོར་བ་གསར་བ་གཅིག་གྱུར་གྱིས། ད་མི་ཐོག་ད་ལྟ་ད་ལྟ་ད་བོ་ནོར་ལ་འཚར་ལོངས་སྐྱོང་གིན་པའི་ལོ་ལྔ་དྲུག་དྲུག་བདུན་གྱི་མུ་སྟེགས་སུ་མ་འོངས་པ་ན། ཅིག་སྔན་དམག་གི་ཅིག། ག་རེ་ལོག་པར་ད་ང་ཚོ་ཅིག་ཡུལ་སྲོལ་གོམས་གཤིས་དང་སྔན་དམག་གི་ཅིག་ང་ཚོ་བོད་ཀྱི། ཨ་ནི། ཆོས་ལུགས་ཀྱི་བག་ཆགས་ཡིན་ན་རེད་རིག་སྐྱོང་གི་བསམ་བློ་ཡིན་པ་ཡིན་ན་སོ་སོ་མི་རིགས་ཀྱི་འདུ་ཤེས་ཡིན་པ་ཡིན་ན་རྩ་བ་ཉིད་ནས་མེད་པ་བྱས་ནས་མི་གསར་བ་ཅིག། རྦད་དེ་ཁོང་གསར་བ་གསར་བྱང་གི་གཟུགས་ཁོར་ཡུག་དེ་ཡིན་པ་ཡིན་ནའང་ཁོ་རང་ཚོའི་ཁོར་ཡུག་གསར་བ་གྱི་གཟུགས། ནི་དེའི་ཀླད་པའི་ནང་ལ་ཡིན་པ་ཡིན་ནའང་དངོས་གནས་ཁོ་རང་ལྟར་རྦད་དེ་ལོག་ཁ་ཅིག་བཟོ་ཆེད་དེ་འདྲའི་གི་ལྟར་རྦད་དེ་ཁ་བྲལ་ཡར་བྲལ་ཆེན་པོ་འགྲོ་ཡ་གི་སྲིད་རྒྱུ་ནག་པོ་ཞུ་གྱིས་བཟུང་ཡོད་པ་དེ་ཚོ་ཡིན་པ་ཡིན་ན་ད་ད་ལྟ་བོའུ་ནང་ལ་ཡིན་ན་ད་མཛའ་གྲགས་ཤུགས་ཀྱི་ད་ནི་སྟོང་དེ་ཚོ་དེ་ཚོ་ཆགས་དེ་ཆགས། ནི། སྔ་བ་དེ་ཡིན་པ་ཡིན་ན་ད་རྒྱ་མིའི་གི་བོའུ་ནང་ལོག་ལ་སྤྱི་ཚོགས་སྤྱི་ཚོགས་ཁྲ་ཁྲ་སོང་སོང་བཟོ། ནི་ད་ཅིག་གཞིའི་སྟོང་ཡ་གཞིའི་འཁྲབ་ཡ།

ཅིག་ཆ་ལྔ་ཆུང་ངུའི་རིགས་དུག་གསུམ་མང་ཆེ་བ་སུ་སུ་སུ་ཚོང་བྱེད་མཁན་བཅོ་བརྒྱད་སྒོར་མོ་ཁྲི་བརྒྱ་ཉིས་བརྒྱ་སྟོང་ཕྲག་ལྔ་དྲུག་ཁྲི་སྟོང་ཕྲག་ལྔ་དྲུག་བདུན་གྱིས་དེ་འདྲའི་ཚོང་བྱེད་པ་ལ་ཅི་གང་ཅི་འགག་ཅན་དང་དེ་འདྲ་མི་འདུག་བ། ཡིན་པ་ཡིན་ནའང་ཡང་ཤུགས་ཆེན་པོ་དེ་འདྲའི་ཆགས་ཡོང་སྐབས་ལ་ཁོ་རང་ཚོས་ཏན་ཏན་དེ་ལ་མགོ་སྟོང་དཀྲི་ཡ་དང་འགོག་བྱེད་དེ་འདྲ་བཟོ་གི་འདུག་བ་ད་ནངས་ཉིན་གྱི་ཉིན་དེ་བ་ཡིན་ན་ང་ཚོས་དྲག་པོ་སྐད་གྲགས་ཆེན་པོ་དེ་འདྲ་མང་པོ་རྒྱ་ནག་གཞུང་གི་དཀའ་ངལ་ཆེན་པོ་དཀྲི་སོང་བ་ཁོ་ཚོ་དཔེ་ལྟོ་ཤུགས་ཆེན་པོ་ཆགས་འོང་ཙམ་པ་ལ་རྒྱ་ནག་གཞུང་གིས་ཁ་ཅིག་ཡར་མི་ཚེར་རྒྱན་པ་ཅིག་དེ་ལ། སྒྲོ་བཏགས་བྱས་ནས་ཁོ་ཏག་ཏག་མ་སྣེམས་ཀྱི་ཁོ་གིས་ཅོ་རྒྱལ་ཡ་མེད་པ་བཟོ་བཞག་འགྲོ་བ། དེ་ཁྱེད་ཚོས་བརྩམས་པ་ལ། ད་འདི་ཚོ་ཡིན་པ་ཡིན་ན་ཡང་ད་ལྟའི་ཆད་ལ་ད་བོད་ནང་ལ་རྒྱ་ནག་གིས་ལག་བསྟར་བྱེད་ཀྱིན་པའི་སྲིད་ཇུས་ནང་པའི་ཞེན་ནོར་ཚ་བོ་ནུས་པ་ཆེན་པོ་ཐོན་ཐུབ་མཁན་ཡིན་པ། དེ་འདྲའི་གནས་སྟངས་དེ་གསལ་བོ་གསལ་བོ་ཆགས་བཞག་དེ་ཁྱེད་ཚོས་བརྩམས་པ་ལ། ད་ང་ཚོ་བཙན་བྱོལ་ལ་ཡོད་མཁན་ང་ཚོ་བོད་པ་ཚོས་གི་ག་རེའི་ཐོག་ལ་གྲ་སྒྲིག་བྱེད་དགོས་ཟེར་རེད་ང་ཚོ་ག་རེའི་ཐོག་ལ་གདོང་ལེན་བྱེད་དགོས་ཟེར་རེད་ང་ཚོ་ག་རེའི་ཐོག་ལ་བསམ་བློ་གཏོང་དགོས་ཟེར་རེད་ང་ཚོ་ག་རེའི་ཐོག་ལ་ཤུགས་རྒྱབ་དགོས་ཟེར་རེད་དེ་གི་ཐོག་ལ་རྒྱ་ནག་གཞུང་གི་བྱེད་སྟངས་ལེགས་སྟངས་དེ་གི་ལ་བསམ་བློ་གཏོང་དགོས།